བོད་ཀྱི་ཟློས་གར་ཚོགས་པའི་འཁྲབ་སྟོན་པ་དང་སློབ་ཁྲིད་པ་ཞིག་གིས་འགན་འཁུར་ཞུ་རྒྱུ་དེ་ཙམ་ལས་སླ་པོ་ཞིག་མེད་ན་ཡང་རོལ་དབྱངས་དང་ས་ཁུལ་འདྲ་མིན་གྱི་དམངས་ཁྲོད་གླུ་གཞས། རྣམ་ཐར་གྱི་གཞུང་ལུགས་བཅས་ཀྱི་ཐོག་མཆོག་ཏུ་གྱུར་བ་ཡོང་བ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་དུས་ད་ལྟ་བར་དུ་རིག་གཞུང་སྲུང་སྐྱབས་དང། ཉམས་པ་སླར་གསོའི་རྒྱུན་འཛིན་མུ་མཐུད་གནང་ཐུབ་ཡོད། རྣམ་པ་ཚོ་བཀྲ་ཤིས་བདེ་ལེགས VOA ཨ་རིའི་རླུང་འཕྲིན་ཁང་གི་ཁ་བའི་མི་སྣའི་ལེ་ཚན་འདི། ཨ་རིའི་གྲོང་ཁྱེར San Francisco ནས་གོ་སྒྲིག་ཞུ་གི་ཡོད། ང་ལེ་ཚན་གཙོ་སྐྱོང་བ་ངག་དབང་བསྟན་འཛིན་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་བཞུགས་སྒར་རྡ་རམ་ས་ལ་ལ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ཟློས་ཟུར་རྒན་བློ་བཟང་བསམ་གཏན་ལགས་དང་གླེང་སློང་ཞུ་ཡ་ཡིན། རྒན་བློ་བཟང་བསམ་གཏན་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་བཞི་ལོར་བོད་ཀྱི་ཟློས་གར་ཚོགས་པའི་ནང་འཛུལ་ཞུགས་གནང་ནས་ཟློས་གར་རིག་གནས་ཡོངས་ལ་སློབ་གཉེར་མཐར་ཕྱིན་པ་གནང་བའི་རྗེས་ལོ་གསུམ་རིང་སྡོད་ཀྱི་འགན་ཁུར་དང་དེ་རྗེས་དུས་ཡུན་ལོ་ངོ་ཉི་ཤུ་རྩ་དགུའི་རིང་ལ་བོད་ཀྱི་ཟློས་གར་ཚོགས་པའི་འཁྲབ་སྟོན་འགན་འཛིན་གྱི་འགན་ཁུར་བཞེས་ཡོད་པ་མ་ཟད་ཉིས་སྟོང་བཅུ་བདུན་ནས་བཅུ་དགུ་བར་སློབ་སྟོན་པའི་ཕྱག་ལས་བཅས་གནང་ཡོད། ད་ཆ་དགེ་བློ་བཟང་བསམ་གཏན་ལགས་ཨ་རིའི་གྲོང་ཁྱེར San Francisco དུ་གནས་སྤོས་གནང་ཡོད་པ་རེད། དགེ་ལགས་བཀྲ་ཤིས་ལེགས། བཀྲ་ཤིས་ལེགས། རྒན་ལགས་ཐོག་མར་ཅིག་ད་ཟློས་གར་ལ་འཛུལ་བའི་སྐབས་ལ་ཅིག་གནས་སྟངས་ག་འདྲས་ཅིག་ལ་ཟིན་ནས་འཛུལ་གནང་བ་ཡིན་ནའང་ལ་ད་ག་ནང་བཞིན་ཅིག་ད་ཟློས་གར་ནང་ལ་ད་དུས་ཡུན་ལོ་རིང་པོ་འདི་གམ་ཚིག་གི་ཅིག་བཞུགས་རེད་བསམ་བསམ་གི་བསམ་མནོ་འདི་སྐབས་འཁོར་ཡོད་ན། ད་ཐོག་མར་ང་ཟློས་གར་ལ་ཡ་འཛུལ་ཡ་དེ་རྗེས་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དུང་ཕྱི་ལོ་ལ་ཡ་འཛུལ་བ་རེད་དེ་དེའི་སྐབས་ལ་ཐོག་མར་འཛུལ་བའི་སྐབས་ལ་ཡ་ཨ་ནི་ངའི་དམིགས་ཡུལ་དེ།

ད་ཁྲི་ཕྲག་ལམ་ནས་འགྲིག་གི་རེད་ད་སྟོབས་ན་དེ་ག་མི་སྲིད་གནང་ཡོད་རེད་ད་གནས་བྱས་ད་ཕྱི་གའི་ཡུལ་གྲུ་ཁག་ལས་ནས་ཕེབས་ཡོད་རེད་དེའི་སྐབས་ལ་ད་ང་ཚོ་གི་རིག་གཞུང་འཁྲབ་སྟོན་ད་བོད་དོན་ཁྲི་ཕྲག་དེ་གའི་མང་པོ་ཞིག་གནང་ཡོད་རེད་ཨ་དུས་ཚོད་དེའི་རིང་ལ་ད་དགེ་ལགས་ཀྱི་མ་ཕྱི་མི་ཞིག་བལྟས་པ་ཡིན་ན་དགེ་ལགས་ཁྱེད་རང་ལ་ཅིག་ག་ལ་བོར་ད་དྲན་ཤེས་མང་ཤོས་ར་ཅིག་ད་ཅིག་ཤུགས་རྐྱེན་ཆེ་ཤོས་ར་ཅིག་ག་ར་ཅིག་ཐེབས་ཡོད་ན།
ད་དེ་ང་དེ་གའི་སྡོད་ཁང་ནང་ལ་ཡང་དེ་བཞུན་རེ་ང་ལ་ད་འཁྲབ་སྟོན་འོག་ད་མང་པོ་ཞིབ་པོ་ཅིག་བྱས་པ་རེད།

དེའི་ནང་དེ་ནས་ང་ཚོའི་གི་དར་ཆ་དེ་མཐོང་ཡ་མི་འདུག་དེ་རྒྱ་མིའི་དར་ཆ་ཞིག་འདུག་བ། ད་དེ་སུ་ང་ཚོ་བོས་ན་ནི་མ་ཐོན་པ་ད། མི་ག་གི་དར་ཆ་གི་ང་ཚོའི་དར་ཆ་མི་འདུག་ཨ་ནི་ང་ཚོའི་གི་དབུ་མཛད་གི་ཁོ་ཚོ་དེ་ཚོ་སྐད་ཆ་དྲིས་པ་རེད་ང་ཚོ་བོས་ན་ནི་མ་མ་ཐོན་སོང་གི་འདུག་བ་དང་པོ། ག་རེ་ཡིན་ན་སུ་ཨ་ནི་ང་ཚོའི་དར་ཆ་ཡོད་མ་རེད། ཨ་ནི་བ་གལ་ཆེ་ནི་ང་ཚོ་ག་རེ་རེད་ཨ་ནི་རྒྱ་མིའི་དར་ཆ་ག་ཞིག་ང་ཚོའི་བོད་པའི་དར་ཆ་མི་འདུག། ལབ་བྱས་ན་ཨ་ནི་ཁོང་ཚོའི་གཞུག་གུ་ལ་ཡག་ད་གོང་ད་ང་ཚོས་དེ་དེ་འདྲ་ཡི་རྩ་ནས་ཧ་གོ་མ་སོང་ཟེར་ཨ་ནི་ཁྱེད་རང་ཚོ་དར་ཆ་ཡོད་པ་ཟེར་ང་ཚོའི་དར་ཆ་ཁྱེད་ཡོད་རེད་ང་ཚོའི་དར་ཆ་ཡོད་དེ་རེད་ཟེར་དུས་ཨ་ནི་གཞི་ནས་ཁོང་ཚོའི་དར་ཆ་དེ་མ་བབ་ང་ཚོའི་དར་ཆ་དེ་ཡག་གར་སོང་བ་འོ་ད་དེའི་སྐབས་དེ་ལ་ཡག་འཚོ་བ་དེ་དངོས་གནས་ད་གར་སོང་བ་རེད།

ད་དགོངས་བཞེས་དེ་འདྲའི་ར་བ་གཅིག་གི་བོད་དྲིལ་བསྒྲགས་ལ་ཅི་ད་ར་བ་དེ་བཞི་པོ་གཅིག་ཡག་པོ་བྱུང་བསམ་འདུག་ལགས། ལ་སོགས་གཉིས་ཀའི་བློ་བཟང་བསམ་གཏན་ལགས་ད་ཕི་གའི་ཟློས་གར་ལ་ཞུ་ཞུ་རིང་ག་ལ་ད་ང་ཚོ་གི་གཞས་ཚིག་གི་ནས་དྲ་དང་དང་ནས་ཞིག་དེབ་གཏམ་བརྗོད་འདི་མང་པོ་ཞིབ་ཕྱི་གསར་རྩོམ་གནང་ཡོད་རེད་འདི་ག་དམིགས་བསལ་གི་དགེ་ལགས་ཁྱེད་རང་གི་ད་ཆེས་ཐོག་མའི་གི་ད་ང་ཚོ་གི་ལྷ་མོའི་གཞུང་གསར་པ་མི་ལ་རས་པའི་རྣམ་ཐག་དེ་དུ་ཆེས་གསར་རྩོད་གནང་ཡོད་རེད་དགེ་ལགས་ཁྱེད་རང་གི་དེའི་གི་ད་ཅིག་འགོ་འཛུགས་སྐབས་གི་གནས་སྟངས་སྐོར་ཅིག་ངོ་སྤྲོད་ཞིག་གནང་རོགས་གནང།

ད་ལྟ་གཞུང་རྒྱལ་གྱི་རྣམ་དག་སོགས་ངས་འབྱོར་བ་འདི་ཚོ་ཧ་ལས་པའི་མཁས་དབང་ཆེན་པོ་རེད་འདུག་བ། དེ་དུས་ངས་ཀྱི་རྣམ་དག་གསར་བ་ཅིག་བཟོ་ཡ་ཅིག་ཆ་གཞི་རེ་ཏིག་མི་ལེགས་དངོས་གནས་ཁོ་ར་དཔེ་ཁ་པོ་རེད་འདུག་དེ་བཟོ་ཐུབ་ཡ་ཁོ་ར་མི་འདུག་ད་མ་འོངས་པ་ལ་ཡ་དེ་བཟོས་ན་གང་ཅག་ཁོ་དང་མཐུན་པ་ཅིག་ལུགས་མཐུན་པ་ཅིག་དགོས་རེད་བ། དེ་འདྲའི་ན་ཞིག་དེ་ང་ཚོའི་འཚོ་བ་དེ་ཏག་ཏག་ཅིག་བཟོ་ཐུབ་མ་སོང། ཨ་ནི་ང་ཚོས་ད་གུ་རུ།

སློབ་ཁྲིད་འོག་ལ་ང་རང་གཙོས་བའི་ད་ནི་དེ་མིན་གྱི་འཁྲབ་སྟོན་པ་དང་ཟློས་གུས་དཀོན་མཆོག་མང་པོ་ཞེ་བོ་ཅིག་ཐོན་ཡོད་རེད། དེ་གས་ཐོན་དུས་ད་ད་འདྲ་འདུག་ཅེས་དགེ་ལགས་ཁྱེད་རང་གིས་དེ་གས་ལ་ཕྱི་མིག་ཅིག་བལྟས་ནས་ཡང་ཅིག་སྤྱི་ཡོངས་ཀྱི་ཕྱོགས་སྡོམ་ཅིག་བརྒྱབ་པ་ཡིན་ན་དགེ་ལགས་ཁྱེད་རང་གིས་ཅིག་གྲུབ་འབྲས་ག་འདྲས་ར་ཅིག་ཐོན་ཡོད་རེད་བསམ་གྱི་འདུག། ད་དེ
ད་ད་ལྟ་དངོས་གནས་རང་གིས་ཁྱེད་རང་གསུངས་པ་འདི་དག་སྡོམ་ཅིག་བརྒྱབ་ད་གཙོ་བོ་དང་པོ་ཨ་ལས།